ས་སྐྱ་ལག་ཤེས་དང་ཕྱིར་བཏང་གི་ཁོང་གི་བུ་ཡིག་བཞག་ནས་གོ་རིམ་གྱི་ཁྲོད་ནས་རྙེད་འདུག་ད་ནི་ཁོང་ངོ་མཚར་གྱི་ཨ་འདི་ཕྱི་འདི་ནས་ཀྱང་ཡག་པོ་འདུག་ཟེར་ཁོང་གི་དབྱིན་ཇིའི་ལབ་རྒྱུ་ར་དེ་འདྲ་ཞིག་རེད་ད་འདི་ཡོངས་གྲགས་ལྟར་ན་དེང་སང་གི་རྒྱལ་ཕྱིའི་བོད་རིག་པ་ག་དུས་ན་འདི་རྒྱལ་ཕྱིའི་བོད་རིག་པ་གི་ཁང་བརྟེན་སྐྲུན་རྒྱུ་པ་ཟེར་ད་དེ་ནུབ་ལང་བ་དེ་ཚོས་དེ་ཕར་ཆེར་ཡོངས་གྲགས་འགྲོ་ཆགས་བསྡད་ཡོད་པ་རེད་དེ་ཡང་འདི་ཁོང་གི་རྣམ་གཟིགས་ལབ་རྒྱུ་ར་རེད་ཟེར་ན་གཅིག་རྗེས་གསུམ་ཆུ་སོགས་གསུམ་ལོ་ལ་ད་དེ་ས་སྐྱའི་ལག་ཤེས་དེ་བསྒྱུར་ཡོད་རེད། དེ་ནས་ཡིན་ནའང་ཁོང་གིས་བསྒྱུར་མ་ཐག་ཏུ་ཁོང་གིས་སྤེལ་མི་འདུག་ཁྱབ་སྤེལ་བྱས་མི་འདུག་དུས་བཞིས་སུ་འདི་རེད་གཅིག་བརྒྱུད་ལྔ་བཅུ་ང་ལྔ་ནས་གཅིག་བརྒྱུད་ལྔ་བཅུ་ང་དྲུག་ལོའི་བར་ལ་འདི་ན་འདི་སྦང་ག་ལ་གི་ཡག་ལང་ཚོགས་པ་གི་འདི་འདྲ་རིག་དེབ་ཅིག་ཡོད་རེད་རིག་གཞུང་དུས་དེབ་ཅིག་ཡོད་རེད་དེའི་ནང་ལ་བསྒྱུར་འགོད་བྱས་འདུག་དེ་ནས་དེ་ཁོང་སྐད་ཤ་སྟག་བརྒྱབ་རེད་ཕྱིར་བཏང་གི་ཁོང་གཞིས་བཟི་ནས་ཁོང་གི་སྐུ་ཚེ་གི་སྨད་ལ་ཐོན་དུས་བོད་རིག་པ་དེ་ཁོང་གིས་བསྐྱུར་འདུག་ད་དེ་ཁོང་གིས་དེ་ཚོ་ཚང་མ་ཡང་དེ་ཁོང་གི་གྲོགས་པོ་ཟེར་དགོས་ན་འབྲེལ་ཡོད་གི་མི་ཅིག་ལ་ཁོང་གིས་ད་ཡིག་ཆ་ཚང་མ་ཕུལ་དེ་ནས་ཁོང་གིས་ཡང་བྱ་བ་བཞག་པ་དགོས་བསམ་འདུག་བ།

དེ་ནི་ཡིན་ན་ཡང་ཁོང་གི་གསར་སྐྱེས་ལག་ཤེས་ཀྱི་ནང་ནས་ཤོ་ལོ་ཀ་ཉིས་བརྒྱ་དང་སུམ་ཅུ་སོ་བཞིར་བདམས་ནས་བསྒྱུར་ཡ་མ་གཏོགས་དེ་ཆ་ཚང་དུ་བསྒྱུར་མི་འདུག་གཅིག་བྱས་ན་ནུབ་ཕྱོགས་ཀྱི་སྐབས་ཐོག་དེའི་ཤེས་རིག་དང། དེ་ནས་སློབ་གསོ་གི་གནས་བབ་དང་ཟེར་གྱི་ལ་སྲོལ་རྒྱུན་ལ་སོགས་པ་ལ་འཚམ་མི་འཚམ་དགོངས་དེ་ཁོ་ནར་གཅིག་བྱས་ན་བསྒྱུར་ནུས་ན་དང་གཅིག་བྱས་ན་ཁོང་རང་ཉིད་ཀྱི་ཐུགས་ཉིད་ཞུས་ཏེ་ག་རེ་དེ་སྟེང་ནས་བསྒྱུར་ནུས་ན་དང་ད་ལྟའི་གསར་པོ་གཟིགས་གཞི་ཞིག་མི་འདུག་དེ་འདྲ་ཅིག་ཁོང་གིས་བསྒྱུར་འདུག་སྒྱུར་སྟངས་དེ་ལྷུག་པའི་ངོས་ནས་བསྒྱུར་ཡོད་དེ་འདྲ་ཞིག་རེད་བྱ་ལྷུག་སྤེལ་མ་ནང་ནས་ལྷུག་པའི་ངོས་ནས་བསྒྱུར་ཡོད་དེ་འདྲ་ཅིག་རེད། འདི་ནས་ཁོང་གི་ཕྱིར་འཇིགས་སོགས་དེ་ཀ་རེ་རེ་ཟེར་ན་ཁོང་གིས་འདི་རེ་གཅིག་བརྒྱད་སུམ་ཅུ་སོ་བཞི་ལོ་ལ་འོད་ཀྱི་མིང་གི་མཛོད་ཟེར་བ་དེ་འདྲ་གི་ད་ལྟའི་ཚིག་མཛོད་ཅིག་བསྒྲིགས་ཡོད་པ་རེད་ད་ལྟ་ཁོང་དང་ད་ཅིག་འདི་རྗེ་སངས་རྒྱས་ཕུན་ཚོགས་རྣམ་པ་གཉིས་ཀྱི་མཉམ་འབྲེལ་ཡིག་ནི་དེ་འདྲ་ཅིག་རེད་མཉམ་བསྒྲིགས་བྱས་ནས་ད་ལྟའི་ཁོང་གིས་ད་རུང་དབྱིན་ཇི་གི་ལམ་ནས་འདི་ག་འཛིན་ཡོད་རེད་འདིའི་འོད་ཀྱི་བརྡ་སྤྲོད་རིག་པ་ཅིག་ཡང་ཡོད་རེད་བརྡ་སྤྲོད་ཀྱི་རྣམ་གཞག་ཅིག་ཡང་བྲིས་འདུག།

ཉིན་མཚན་དེ་ལ་འདི་རེད་རྗེས་སུ་འབུ་སྲིན་ཟེར་བ་འདི་རེད། ཁོང་དེ་ཡིན་རྒྱུ་ལ་ཨ་རི་གི་དེ་གི་བོད་རིགས་པའི་མཁས་པ་ཅིག་རེད། ཁོང་འདི་ཁ་ལི་ཧྥོར་ནེ་ཡ་གི་གཙུག་ལག་སློབ་གྲྭ་ཆེན་མོ་གི་སློབ་དཔོན་ཅིག་རེད། ཁོང་གིས་དེ་གི་འོག་གི་རིག་གནས་ཀྱི་སྐོར་ལ་ཧ་ལི་པ་དག་གི་དོ་སྣང་ཞེས་དེའི་སྐོར་གྱི་དཔྱད་རྩོམ་ཡང་མང་པོ་བྲིས་གནང་འདུག་དེ་ནས་ཁོང་གིས་བོད་ཡིག་ཡང་མཁྱེན་གི་ཡོད་རེད་སོག་ཡིག་ཡང་མཁྱེན་གི་ཡོད་རེད་དེ་མན་ཅི་གི་ཡི་གེ་དེ་ཡང་མཁྱེན་གི་འདུག་ཁོང་གིས་དེའི་སྐོར་གྱི་ཡང་ཞིབ་འཇུག་མང་པོ་གནང་འདུག་དེ་ནས་ཁོང་གིས

ས་སྐྱ་ལག་ཤེར་འདི་ད་ནི་དབྱིན་ཇིའི་སྐད་ལ་བསྒྱུར་ཡོད་པ་རེད་དང་སྒྱུར་སྟངས་འདི་སྙན་ངག་རང་མོས་སྙན་ངག་ལམ་ནས་བསྒྱུར་ཡོད་པ་དེ་འདྲ་ཞིག་རེད། འོན་ཀྱང་འདི་ཅིག་ངོ་མཚར་ར་ཟེར་དགོས་ན་དེ་མི་འདྲ་ག་ཟིག་ཡོད་པ་འདི་འདི་ཡིན། ཁོང་གིས་ལག་ཤེར་ཤོག་ལོ་ཀ་ཟིག་ཉིས་བརྒྱ་དང་སུམ་ཅུ་སོ་བཞི་མ་གཏོགས་བསྒྱུར་མི་འདུག་ད་ལྟའི་ཁོང་གིས་བསྒྱུར་ཡ་དེ་དང་ད་ཅིག་འདི་ཧིན་སྒར་གྱི་མཁས་པ་འདིའི་བསྒྱུར་ཡ་གི་ད་ཀྱི་ལྷུག་པ་གི་ངོས་ནས་བསྒྱུར་ཡ་དེ་གཉིས་ཀ་ལག་ཤུབ་ཀྱི་གྲངས་ཀ་ར་དེའི་ཐོག་ནས་འདྲ་པོ་འདྲ་འདུག་གཅིག་བྱས་ན་ཁོང་གིས་ད་གི་དེ་ལྷུག་རྩོམ་གྱི་ད་ཀྱི་བསྒྱུར་ཡུལ་ནི་ཧང་ག་ར་གི་དུ་ཁུད་པ་དེ་ཁོང་གིས་རང་འབུ་སྙན་ངག་ཚིག་ར་བསྐྱར་དུ་བསྒྱུར་བ་གི་རྣམ་འགྱུར་དེ་འདྲ་ཅིག་ཡིན་ནའང་ཐང་གི་ད་ལྟའི་ཁོང་གི་འདི་ལ་ནང་བསྟན་ལ་དད་མོས་ཡོང་མཁན་གྱི་དེ་འདྲ་གི་ཞེ་བླངས་པ་དེ་ཚོའི་ནང་ན་ཤིན་ཏུ་ནས་ཀྱང་དགའ་མོས་ཆེན་པོ་ཡོད་པ་མ་ཟད་དེང་སང་འདྲ་བོ་ཡིན་ནའང་འདི་གར་འཛིན་ན་ནང་བསྟན་དང་འབྲེལ་ཡོད་གི་དེ་འདྲ་གི་དབྱིན་ཇི་གི་དྲ་རྒྱ་དེ་ཚོའི་ནང་རིན་མེད་དུ་གཟིགས་ཆོག་པ་དེ་འདྲ་ཅིག་རེད་འདུག་དེའི་འཕྲོས་ནས

ད་ཁོང་གི་དེ་ཡང་སྔ་མ་དེ་ཚོ་ནི་མི་འདྲ་བ་ཡོད་ན་མཆན་མང་པོ་བཏབ་ཡོད་ད་དེ་འོག་གི་ལྷ་གཉིས་ཀྱི་སྐོར་དང་ཟླ་གཅིག་གི་སྐོར་དང་ཟེར་རྒྱུ་རང་འདི་ས་སྐྱ་ལག་ཤེས་ཀྱི་ནང་ནས་ཟླ་གཅིག་དམིགས་བསལ་བ་དེ་ཚོ་ལ་མཆན་ཧ་ཅང་མང་པོ་བཏབ་ནས་ད་དེ་དེའི་འོག་གི་རིག་གནས་ལ་དེ་འདྲ་འཆར་གྱི་མེད་མཁན་ཟིག་གནང་བ་དེ་གོ་བ་ཕར་ཕྱིར་བསྡེབས་ལག་བསྡེབས་ཉེས་ཐུབ་པ་འདྲ་བོ་དེ་འདྲ་ཅིག་གནང་འདུག་དེ་ཁོང་གི་ཁྱད་ཆོས་ད་ཀྱི་སྔ་མ་དེ་ཚོ་མི་འདྲ་བ་ཅིག་རེད་འདུག་དེ་ནས་བཞུགས་གནས་འདི་ནི་འདི་ན་ལི་ཀྲང་ཧྲན་ཟེར་བ་གི་འདི་ཉིས་སྟོང་ཉི་ཤུ་ཉིས་སྟོང་གཅིག་གསུམ་ལོ་ལ་ད་གི་འགྱུར་ཅིག་སླེབས་འདུག་ཡ་རབས་ད་དེ་འདིའི་འགྱུར་དེ་སྔ་མ་དེ་ཚོ་མི་འདྲ་བ་ཅིག་ཡོད་ན་འདིའི་བོད་ཡིག་དེ་མཁྱེན་གི་མི་འདུག་ཕྱིར་ན་འདིའི

ལི་ཀྲང་ཧྲན་གྱིས། དེ་ནི་ཡུན་ནང་གི་ཐོག་མའི་སྐབས་སུ་ཁོང་གི་ཕར་ཆེར་ཤོ་ལོ་ཀ་བཞི་བརྒྱ་དང་ལྔ་བཅུ་ང་བདུན་ཟླ་གཅིག་གི་འགོ་བརྒྱུད་དང་ཆིག་བཞི་སྟེ་སོ་གླང་བཏང་ཡང་ནི་ཕར་ཆེར་ཆ་ཚང་དེ་འདིའི་འགོ་བརྒྱུད་དང་ཆིག་བཞི་སྟེ་སོ་གླང་ཕྱིར་གི་དེ་ཆ་ཚང་བ་དེ་བརྒྱུད་རང་ཡོད་བསམ་བསམ་ཟེར་ཡིན་ནའང་དེ་བཞིན་ནི་དཔར་སྐྲུན་དངོས་སུ་བྱེད་དགོས་ན་ནི་བཞི་བརྒྱ་དང་ལྔ་བཅུ་ང་གཅིག་མ་གཏོགས་སླེབས་མི་འདུག་ད་ལྟའི་ཅིག་ཤོས་ན་དཔར་སྐྲུན་ཁང་གི་དགོས་དབང་གི་དབང་གིས་ད་ལྟའི་ཕར་ཆེར་བསྐྱར་བཏང་བ་ཡིན་ན་དང་ཐང་ད་འདི་རྒྱ་རིགས་ཡིན་ན་འདྲ་གི་ད་ཅིག་དབྱིན་ཇི་བ་དེ་སོ་ཡིན་ན་འདྲ་མང་ཆེ་བ་ཟིག་གི་འགོ་བརྒྱུད་དང་འཇིག་བྱང་དེ་ཚོ་བརྒྱུད་མི་འདུག་ད་ལྟའི་ད་ཅིག་གོང་དུ་བཞུགས་པ་ནང་བཞིན་རེད། ག་རེ་ཟིག་དགོས་ན་འདིའི་དབྱིན་ཇིའི།

དེ་བས་འདི་ཁོ་རྣམ་པ་སུ་སོང་ལ་དེ་གཅིག་ལ་ལ་ལ་བཟང་བར་འདི་བྱས་ལ་ལ་ལ་ངན་པར་འདི་བྱས་ཙམ་མ་ཡིན་པར་ང་རང་འགྲོ་ཡོང་ན་འདི་ནི་བཞེས་དགོས་པ་དེ་ག་རེ་ཡོད་ཟེར་ན་ཁོང་ཚོའི་གསོག་འཇོག་ལྟ་བ་གི་གཟིར་ཞིག་ཡོད་པ་གི་དེ་འདྲ་གི་དེར་གསར་སྐྱེས་ལག་ཤེས་དེ་གཏམ་རྒྱུད་ཆེན་པོ་གཅིག་ཡིན་པའི་རྒྱུ་མཚན་གི་ད་འདི་སྐབས་ཤིག་འདི་འདྲ་ཅིག་གཏོགས་པ་ཡིན། ད་ནི་ད་ལྟའི་རྒྱ་འགྱུར་གྱི་སྐྱ་རེངས་དང་སྙག་གཞུང་གསར་དུ་ཤར་གཟིགས་གོ་ནོར་འདིའི་ནང་དུ་ན་ཐོག་དང་པོ་རྒྱ་ཡིག་ལ་སྤྱིར་ལྟར་བསྒྱུར་ཡོད་པ་གི་སྐོར་དེ་ད་ལྟའི་དབྱིན་ཇིའི་འཕྲོ་ནི་ད་ལྟའི་སྔ་ཤོས་དེ་ཟེར་དགོས་ལ་དེའི་བར་ལམ་གཅིག་ནི་ད་ལྟའི་རྒྱ་འགྱུར་དེ་སླེབས་འདུག་ཨང།

དེ་འདྲ་ཅིར་ད་ནི་གཙོ་བོ་གཅིག་ཁྱད་ཆོས་དེ་སྔ་མ་དེ་ཚོ་ནང་བསྟན་མཚན་ཉིད་རིག་པ་གར་དགོངས་དོན་འབུར་དུ་ཐོན་ནའང་དེ་འདྲ་ཅིར་ད་འདི་གསར་གྱི་ལབ་ཞིག་གི་སྟེང་རྒྱ་འགྱུར་ཚང་མའི་ནང་ནས་དམིགས་བསལ་དུ་ཡ་གྱལ་མ་གོ་ཐ་ན་དབྱིན་འགྱུར་ཞིབ་འཇུག་གི་ནང་ནའང་དམིགས་བསལ་དུ་རི་བོ་བསམ་ཚུལ་འདི་ཡུམ་ཆེན་ཁོ་ན་སར་སྐྱ་པཎ་ཆེན་ད་ལྟ་བ་ཟི་ལམ་ཚུལ་མིང་ཞལ་གསུང་མ་ད་དེ་དང་སང་གི་ཞལ་ཐང་དུ་མཚན་ཉིད་རིག་པ་བ་ཆེན་པོ་ཟེར་བ་དེ་ཁོང་ནང་བསྟན་མཚན་ཉིད་རིག་པ་ཆེན་པོ་ཟེར་འདི་ཁོང་གི་ད་ལྟ་དེ་ནང་བསྟན་མཚན་ཉིད་ཁོང་གི་སྐུ་ཚེ་གང་གི་ནང་བསྟན་མཚན་ཉིད་རིག་པ་དེ་ཁོང་གི་ཉམས་བཞེས་ཟེར་བ་ཁོང་གི་ཉམས་བཞེས་ཟེར་འདི་ཁོང་གི་ཉམས་གླིང་གི་ཆ་དེ། ཁོང་གི་སྟག་སྟག་དགུང་གི་ཆ་དེ་ཁོང་གི་བརྩམས་ཆོས་གང་ལ་ཞིག་ཁྱིམ་ཐེབས་དག་ཡོད་རེད། དེ་འདྲ་ནི་མཁན་པོ་སོ་དར་གྱིས་ཚང་གྲུ་ཟིན་ན་ཁོང་གིས་སྟག་དག་ཕྱིར་བཏང་གི་ནང་བསྟན་མཚན་ཉིད་རིག་པ་ཕྱི་ལ་དང་མཁྱེན་རྒྱ་ཆེན་པོ་ཡོད་པ་མ་ཟད་དེ་ནི་ས་སྐྱ་པཎ་ཆེན་སྟག་ཚང་གིས་དག་ལེགས་པར་བཤད་པ་འདི་ཁོ་ན་ཙམ་མ་ཡིན་པར་ཚད་མ་རིག་གཏེར་ལ་སོགས་པ་ཁོང་གི་གཏམ་རྒྱུད་གཞན་པ་རྣམས་ལ་ཡང་འཆར་གྱི་ཡོད་དུས་དེ་ནི་ཁོང་གིས་དེ་འདྲ་ཞིག་གི་ཡབ་ལྗོངས་ཀྱི་འོག་ནས་བསྒྱུར་ཡོང་དུས་འདི་ཧ་ལས་པ་ཡག་པོ་ཅིག་ད་ལྟའི་མ་ཡིག་དང་མཐུན་པ་ཅིག་བསྒྱུར་ཡོད་ས་རེད་བསམ་སོང་ཟེར་ད་ལྟའི་ཡོད་མེད་ཁྱེད་རྣམ་པ་ཚོས་ཧར་སོང་བསྡུར་ན་འགྲིག་གི་རེད་བ། དེ་འདྲ་ཅིག་རེད། དེ་འདི་གཙོ་བོ་དེ་ཕྱིར་བཏང་གི་འདི་ནི་ཡིད་བཞིན་དགོས་ཡ་གཟིགས་ལ་ཧད་ནས་ང་ཚོས་ཡིག་རིགས་གང་བསྒྱུར་ན་དེང་སང་གི་སྐད་ཡིག་སྙིགས་གསུམ་གྱི་བྱེད་སྟངས་དེ་དེ་ལོ་ཙཱ་བ་འགྲིག་ཆགས་བསྡད་ཡོད་ར་བ་དེ་ནང་དོན་དངོས་སུ་དེ་འདྲ་ཞིག་མ་རེད་ངེས་པར་དུ་དེ་བསྒྱུར་བྱ་དགོས་ཁོ་རང་གི་གཞུང་གང་ཡིན་ན་དེའི་གཞུང་གི་ལྟག་རྒྱབ་ཀྱི་རིག་གཞུང་དེ་ཤེས་རྒྱུ་དེ་ཤིན་ཏུ་ནས་ཀྱང་གལ་ཆེན་པོ་ཆགས་འདུག་དཔེར་ན་རྩོམ་པ་པོ་གཅིག་གི་བརྩམས་ཆོས་གཅིག་བསྒྱུར་དགོས་ན་དེའི་བསྒྱུར་བྱ་གི་བརྩམས་ཆོས་དེ་རྐྱང་བ་ཙམ་ལས་ཤེས་ནི་མ་འདུག་དེའི་བརྩམས་ཆོས་དང་དེ་དང་ཁོང་གི་བརྩམས་ཆོས་དེ་དང་འབྲེལ་བའི་ཡང་ན་ཁོང་གི་དེ་མ་ཡིན་པའི་བརྩམས་ཆོས་ཆ་ཚང་ལ་ཆ་རྒྱུས་མི་སྲིད་ཀི་རྩོམ་པ་པོ་དེའི་མི་ཚེ་གི་བརྒྱུད་རིམ་དེའི་སྟེང་གི་སྤྱི་ཚོགས་ཀྱི་རྒྱབ་ལྗོངས་དེ་ཚོ་ཚང་མ་ཡང་ཆར་གྱིས་བཟང་ངེས་ཅན་ཟིག་ཡོད་ན་ད་གཟོད་ལོ་ཙཱ་ཡག་པོ་ཞིག་བཤད་ཐུབ་གི་འདུག་ག་དེ་མ་གཏོགས་རང་ང་གད་ཡོད་གཉིས་ཙམ་ཟིག་བྱས་ཏེ་རང་ང་གཏན་རྒྱུད་ཤི་ན་གསར་སྐྱེས་ལག་ཤེས་འདི་བསྒྱུར་དགོས་ན་གསར་སྐྱེས་ལག་ཤེས་གཅིག་པུ་ཙམ་ཟིག་མ་གཏོགས་གསར་སྐྱེས་པན་ཏི་ལྟ་བུ་དུག་སྒང་ར་ཟེར་གྱི་ར་དེ་ལྟག་རྒྱུག་གི་མཚན་ཉིད་རིག་པའི་ལྟར་སྒང་ར་དེ་འདྲ་གང་ཡང་མ་ཞིག་བསྒྱུར་དགོས་ན་ད་ལྟའི་ཡག་པོ་ཅིག་ཡོང་རྒྱུ་ཤིན་ཏུ་ནས་ཀྱང་ཁག་པོ་རེད་ཡིན་ནའང་ད་ཁོང་གིས་ཡང་ཅིག་དེ་དམིགས་བསལ་གྲ་ཞིག་ཆགས་འདུག་བསམ་སོང།

ཚིག་བཅུ་ངོ་མ་ཟེར་ཡང་སྐྱེར་མེད་ནི་དེ་འདྲ་གི་རྣམ་པར་སྐྱེར་ཡོད་འདི་ནི་ས་སྐྱ་དཔར་ལྡན་དོན་ཡོད་འདི་ནི་ཡོངས་གཏན་ཡང་ཚིག་བཅུ་ངོ་མ་གི་རྣམ་པར་སྐྱེར་ཡོད་ནི་ཡང་འདི་ནང་ལ་ཚིག་ཁ་ཤས་ཁ་ཤས་གཅིག་ཐོག་མ་ཐིག་གསར་ལྟ་བུ་ཡོད་ཁོ་མ་གཏོགས་གཞིས་ཆགས་ནི་ཁོང་རྣམ་པ་གཉིས་མ་ཡིག་གི་ཚིག་གི་འབྲུ་དང་དེ་འདྲ་གཏམ་གྱི་སྒོ་ནས་བསྒྱུར་ཡང་དེ་འདྲ་གཅིག་རེད་འདུག་དེ་ནི་འདི་ལི་ཀྲང་ཧྲང་གི་རྒྱན་གྱི་རེད་ད་ལི་ཀྲང་ཧྲན་ད་ཅིག་དབྱིན་ཡིག་གི་སྒོ་ན་ཡང་གཅིག་བསྒྱུར་ཡོད་རེད་དབྱིན་ཡིག་ལ་ཕར་ཡང་གཅིག་བསྒྱུར་ཡོད་རེད་གཞིས་དང་དེ་ནི་ཁོང་གིས་ཚེ་ར་དག་དབྱིན་ཡིག་ལས་ཚེ་ར་རྒྱ་ཡིག་ཡང་བསྒྱུར་ཡོད་རེད་ད་དེ་ཁོང་གིས་དེ་དབྱིན་ཡིག་གི་འགྱུར་དེ་ད་ཅིག་འདིའི་ལྟར་ཐང་དག་དེ་སྤྲུལ་སྐུ་ཚང་གི་འགྱུར་དེ་གཙོ་བོར་རྨང་གཞི་གཏད་བྱས་ནས་ཚེ་ར་རྒྱ་ཡིག་གི་མིང་ངོ་ལ་བསྒྱུར་འདུག་དེ་ཉིད་སྟོང་བཅུ་བཞི་ལོ་དུ་དཔར་སྐྲུན་བྱས་ཡོད་རེད། དེའི་འཕྲོ་ནུས་འདི་རིག་འཛིན་ཚེ་རང་ཟེར་བ་འདི་འདྲ་ཞིག་གིས་བསྒྱུར་འདུག་འདི་འདྲ་གཅིག་གི་འདི་འདིའི་རིག་སྟོབས་ཀྱི་རྣམ་པ་ཡིས་ད་ལྟའི་ཆེ་ཆུང་བསྟན་བཅོས་ལ་སོགས་པ་དེ་དཔེ་ཚོགས་ཅིག་འདིའི་མཚུར་སྔོན་མི་དམངས་དཔེ་སྐྲུན་ཁང་གིས་རྒྱ་ཡིག་གི་དེ་འདྲ་དཔེ་ཚོགས་ཤིག་ཡོད་རེད་པ་དེའི་དཔེ་ཚོགས་ཀྱི་གྲབས་ནི་འདི་འདྲ་རིག་འཛིན་ཚེ་རང་ཟེར་བ་ཞིག་བསྒྱུར་འདུག་ཡིན་ནའང་འདིའི་རིག་འཛིན་ཚེ་རང་དང་གང་གི་རིག་འཛིན་ཚེ་རང་གཉིས་ཀ་ཕར་ཆེར་ཁ་ཁ་ཡིན་གྱི་རེད་འདི་ཁོང་རྣམ་པ་ཚང་མ་ངས་ངོ་མི་ཤེས་པ་ཡིན་ནའང་ཁ་ཁ་ཡིན་གྱི་རེད་འདི་གཉིས་ཀ་མཉམ་མི་འདྲ།